ཆོལ་གསུམ་བོད་རིགས་སྤུན་ཟླ་ཡོངས་ལ་ཡང་འཚམས་འདྲི་བཀྲ་ཤེས་ཞུ་གི་ཡིན། ད་རེས་སླར་ཡང་འདི་བཅའ་དགོས་རྒྱུ་མཚན་གཙོ་བོ་དེ། འདས་པའི་ཟླ་བ་གཅིག་ནང་ལ་ཡང་ངེད་ཀྱི་གལ་ཆེའི་སྲིད་བྱུས་གསུམ་གསལ་བསྒྲགས་ཞུས་པ་རེད། ད་འདི་སྙིང་བསྡུས་གཅིག་གི་ཐོག་ནས་རྣམ་པ་ཚོ་ལ་ཡང་དྲན་སྐུལ་ཞུས་ན་སེམས་ཚབ་འདྲ་བོ་བྱས་བྱུང། དང་པོ་དེ། བོད་རྒྱ་ཞི་མོལ་གྱི་ལམ་ནས་བོད་ཀྱི་ཆབ་སྲིད་དཀའ་རྙོག་སེལ་དགོས་ཡ་རེད། ད་ད་ལྟའི་དུས་ཚོད་འདི་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལས་ཧ་ལས་པའི་གཉན་འཕྲང་ཅན་གྱི་དུས་ཚོད་ཅིག་ཆགས་བསྡད་ཡོད། རྒྱ་ནག་གཞུང་གི་ཐོག་ནས་མུ་མཐུད་ཅེས་བོད་པའི་མི་རིགས་ཀྱི་ངོ་བོ་རྩ་བརླག་བཏང་ཡོད་པའི་དུས་ཚོད་ཅིག་བསྡད་བསྡད་ཡོད། དེ་ག་ནང་བཞིན་ང་ཚོས་ད་སྐྱག་ངོམ་བྱེད་དགོངས་དོ་ཡག་མཐོ་པོ་ཞུ་ཕེབས་དུས་གང་ལྟར་ཡང་བོད་པའི་གི་ཆབ་སྲིད་ཀྱི་འཐབ་རྩོད་འདི་གནས་དང་མ་གནས་བྱེད་ཀྱི་དུས་སྐབས་དོན་ཆེན་ཅིག་ཆགས་བསྡད་ཡོད། སོ་སོ་ཛ་དྲག་གི་དུས་ཚོད་འདི་ཐོག་ལ་ཡང་ང་ཚོ་རྒྱ་ནག་གི་ཆབ་སྲིད་བརྒྱུད་པ་འགྲོ་ཡག་གི་རེ་བ་ཞིག་ཅིག་སྒུག་བསྡད་ན་སྒྲིག་ཡག་ཡོད་མ་རེད། དེང་ནང་བཞིན་རྒྱལ་སྤྱིའི་གི་རྒྱབ་སྐྱོར་ཚད་མཐོ་པོ་ཐོབ་ཡ་ལི་ཡ་རེ་བ་བྱིན་བསྡད་བསྡད་པ་ཡིན་ན་ང་ཚོ་སྒྲུབ་ཡག་ཡོད་མ་རེད། དེ་ལས་ལྡོག་སྟེ་ད་འདྲའི་རྒྱ་ནག་གི་ཆབ་སྲིད་ཉོ་སྟངས་ག་རེ་ཤག་ད་ལྟ་རྒྱ་ནག་དང་ཆབ་རྒྱལ་སྤྱིའི་གི་ཆབ་སྲིད་གི་འབྲེལ་བ་འདི་ག་རེ་ཤག་དེ་ཚུལ་གི་ཨ་ནི་ཁོར་ཡུག་འདི་ལི་ཡ་ང་ཚོ་ཁེ་ཕན་ལེན་པའི་གི་ཐོག་ནས་ནི་བོད་ཀྱི་དཀའ་རྙོག་དེ་སེལ་ཐུབ་ཡག་དེ་ད་ཞལ་བོ་ཅིག་གལ་ཆེན་པོ་གཅིག་ད་ལྟ་བྱེད་མ་ཐུབ་པ་ཡིན་ན་ང་ཚོ་མི་རབས་རྗེས་མ་ལས་ཡང་དངོས་གནས་ཅིག་རྒྱལ་མ་སྐྱེས་པ་ཅིག་གི་གནས་སྟངས་དེ་འདྲའི་ཆགས་ཀྱི་རེད་བསམ་ས་ངའི་སེམས་ནང་ཞེད་སྣང་དེ་ཚོར་ཡོང་འདུག་སོང་ཙང་ངས་ཀྱི་གོང་དུ་ཞུས་པ་རེད། ཡོང་རྒྱུའི་ལོ་ལྔའི་ནང་ལས་ཡང། གལ་སྲིད་ངས་ཀྱིས་བོད་ཀྱི་ཞི་མོལ་དེ་སླར་གསོ་བྱེད་མ་ཐུབ་པ་དང། བོད་དང་རྒྱ་ནག་གི་འབྲེལ་བ་དེ་བཟང་པོའི་ཕྱོགས་སུ་འཁྲིད་མ་ཐུབ་པ་ཡིན་ན། དེའི་རྗེས་ཀྱི་བཀའ་བློན་ཁྲི་ག་སོགས་སྲིད་སྐྱོང་གི་འོས་བསྡུའི་ནང་ནས་ཆ་ཤས་ལེན་གྱི་མེད་ཟེར་བ་ངས་གསལ་བསྒྲགས་ཞུས་པ་རེད། སྲིད་ཇུས་གཉིས་པ་དེ་ག་རེ་ཞུས་པ་ཡིན་ན་ད་འདི་ནུབ་ཕྱོགས་རྒྱལ་ཁབ་ཀྱི་བོད་རིགས་ཚོ་ལ་འབྲེལ་བ་ཆགས་ཀྱི་ཡོད་རེད་ལྷག་པར་དུ་ད་འདས་པའི་ལོ་བཅུ་ཕྲག་ཁ་ཤས་ནང་ལོགས་ལ་ཡ་བོད་མི་ཕོན་ཆུང་པོ་བཞི་བོ་ཅིག་ད་བཙན་བྱོལ་ནང་ལ་ཡོད་བོད་མི་བརྒྱ་ཆ་བཞི་བཅུ་ཞེ་ལྔ་ཙམ་ཅིག་ཕྱི་རྒྱལ་ནུབ་ཕྱོགས་ཁག་ནང་ཁ་འཐོར་ནས་བསྡད་ཀྱི་ཡོད་རེད་ད་དེ་ཚོའི་གི་ཨ་ནི་ཆེད་དུ་བོད་པའི་གི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཐུབ་ཡ། ཨ། སྐད་དང་རིག་གཞུང་སྲུང་སྐྱོབ་བྱེད་ཐུབ་ཡ། དེ་ལ་ཡ་དམིགས་བསལ་གི་ཤུགས་རྒྱབ་བྱས་ཨ་ནི་སྲོང་བཙན་ལས་འཆར་ཟེར་བྱས་ད་དེ་དེ་རེད་དྲ་ལམ་གི་ཐོག་ནས་ཨ་ནི་གླེང་སྟེགས་བསྐྲུན་ཡ་ཅིག Digital Platform ཅིག་དེ་འདྲས་བསྐྲུན་ཐུབ་པ་ཡིན་ན་ཨ་ནི་འཛམ་གླིང་རྒྱལ་ཁབ་སུམ་ཅུ་ལ་ཡ་ཁ་འཐོར་བའི་གི་བོད་མི་ཡོངས་རྫོགས་བོད་མི་ཁྱིམ་ཚང་ཡོངས་རྫོགས་ཨ་ནི་དྲ་ལམ་གི་ཐོག་ནས་སུ་སུའི་གི་སྐད་དང་རིག་གཞུང་ཨ་ནི་སྔར་ལས་ལྷག་པ་ཅིག་སྲུང་སྐྱོབ་བྱེད་ཐུབ་པའི་ཐོག་ཡང་དག་འབད་བརྩོན་གནང་བ་ཞིག་རེད། དེ་ཙམ་དུ་མ་ཟད་བོད་ཀྱི་སྲོང་བཙན་ལས་འཆར་དེ་གི་དམིགས་ཡུལ་གཉིས་པ་དེ་ནི་ད་རྒྱལ་སྤྱིའི་ནང་ལས་གྲྭ་མེད་པའི་བོད་མི་ཚང་མ་གཅིག་ལ་ཡང་འབྲེལ་ལམ་མཐུད་ཐུབ་པའི་དེ་འབྲེལ་གྱི་ཅིག་དང་ལས་འཆར་ཅིག་དང་དེ་ཡི་གི་སྒང་ལ་ཡང་བོད་པའི་གི་ཆབ་སྲིད་ཀྱི་འཐབ་རྩོད་དེ་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡང་སྔར་ལས་ལྷག་པ་ཅིག

ད་ལྟའི་རྒྱུ་མཚན་མང་པོ་ཅིག་གི་ཐོག་ནས་ངེད་ཀྱི་ལས་འཆར་འདི་གླེང་ཡག་ག་ཚོད་རེད་ཅིག་ལྟ། ལག་ལེན་བསྟར་གྱི་ཞུ་བའི་རྒྱུ་མཚན་གཙོ་བོ་ག་རེ་ཞུས་པ་ཡིན་ན། གཅིག་དེ་བོད་མི་རིགས་ལས་ཡ་ཕྱིའི་རྒྱལ་ཁབ་ཁག་གི་སྤྱི་ཚོགས་ནང་ལ་ང་ཚོས་གནས་སྤོས་ཐུབ་པ་ཡིན་ན་དེ་མི་རིགས་ཀྱི་ཤེས་ཡོན་ལས་ཐུགས་ཕན་ཆེན་པོ་བཟོ་གི་ཡོད་པ། མི་རིགས་ཀྱི་འཚོ་བའི་གནས་སྟངས་ལ་ཡང་ཐོན་སྐྱེད་ག་ཚོད་ཅིག་གི་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་དེ་ཙམ་དུ་མ་ཟད་པའི་གི་དཔལ་འབྱོར་ཡར་རྒྱས་འགྲོ་བའི་ཐོག་ལ་ཡིན་པས་ནས་ཕན་ཐོགས་ཆེན་པོ་ཞིག་འགོད་པ་ཆགས་ཀྱི་ཡོད། ད་དེའི་གི་ཐོག་ལ་ཡར་གལ་ཆེ་ཤོས་དེ་ག་རེ་ཞུས་པ་ཡིན་ན་ནི་བོད་མིའི་ཆབ་སྲིད་ཀྱི་འཐབ་རྩོད་ཀྱི་ནུས་པ་དེ་གཞི་རྒྱ་ཆེ་རུ་འགྲོ་ཐུབ་པའི་ཐོག་ལ་ད་རེ་བ་ཆེ་ཤོས་ཞིག་དེ་རེད་གསུངས་ཀྱི་འདུག་འདི་ག་རེ་རེད་ཞུས་པ་ཡིན་ན་ག་ཚོད་ང་ཚོས་ཀྱི་འཐབ་རྩོད་དེ་མུ་མཐུད་བྱས་ད་ལོ་བཅུ་ཕྲག་ཁ་ཤས་གནས་འགུག་ཡོད་པ་ཡིན་ན་རྒྱལ་ཁབ་གཅིག་གི་ནང་ལ་ཡང་བོད་མི་གནས་པ་ལས་སྟོབས་ཆེན་རྒྱལ་ཁབ་སྟོབས་ཆེན་མང་གཙོའི་རྒྱལ་ཁབ་ནང་ལ་ཡང་བོད་མི། ཨ་ནི། ཕོན་ཆུང་པོ་ཅིག་ཞི་འབོད་ཐུབ་པ་ཡིན་ན། དེ་རིགས་ཀྱི་ཨ་ནི། སྤྱི་ཚོགས་དེ་གི། ཆབ་སྲིད་ཀྱི་སྡེངས་ཆ་མང་པོ་ཅིག་ནང་ལ་ཡང། ཨ་ནི། བོད་པ་ཚོས་ཀྱི་སུད་སུད་ཀྱི། རྩ་དོན་གྱི་ཐོག་ལ་ཡང་འབད་བརྩོན་བྱས་ལ་ཁྱད་པར་ཆེན་པོ་ཞུགས་ཆགས་ཀྱི་རེད་གསུངས་འདུག་སོང་ཙང། ད་ལྟ་ནས་ང་ཚོ་ག་ཚོད་ཅིག། མ་འོངས་པ་ལ་ཡང་ལྟ་ཐུབ་པའི་ཐོག་ནས། ཨ་ནི་ཡོང་རྒྱུས་ཀྱི་ལོ་བཅུ་བཅོ་ལྔ་ཉི་ཤུའི་ནང་ལོགས་ལ་ཡང་བོད་ཀྱི་དཀའ་རྙོག་སེལ་མ་ཐུབ་པ་ཡིན་ན་བོད་མི་མང་པོ་ཅིག་ཨ་ནི་ཨ་མི་རི་ཀ་གཙོས་པའི་ཀྱི་ཨ་ནི་ནུབ་ཕྱོགས་རྒྱལ་ཁབ་ཁག་ནང་ལས་གནས་གནས་སྤོས་ཐུབ་པ་ཡིན་ན་དེ་ཚོའི་ཀྱི་ཐོག་ནས་བོད་པའི་མི་རིགས་གསར་བ་འཚར་ལོངས་བྱེད་མཁན་ཀྱི་ཨ་ནི་རྒྱལ་ཁབ་དེ་ཚོའི་ཀྱི་ཆབ་སྲིད་ཀྱི་གདེང་ཆའི་ནང་ལོགས་ལ་ཡང་བོད་དོན་ཐོག་ལ་ཡང་འཐབ་རྩོད་བྱེད་ཐུབ་པ་ཡང་རེད། བོད་དོན་ཐོག་ལ་ཡང་རྒྱབ་སྐྱོར་འཐོབ་ཐུབ་ཡག་གི་ཆེད་དུ་ནུས་པ་སྤེལ་ཐུབ་ཡག་ལས་ཧ་ལས་པའི་གི་ཕན་ཐོབ་ཐུབ་ཀྱི་ཡོང་གི་ཡོད་པ་ཅིག་ངས་ངོ་སྩོལ་ཞུ་གི་ཡིན་འདི་ཞུས་པ་སོང་ཙང་དེ་འབྲེལ་གི་སྲིད་བྱུས་ཀྱི་གསལ་བསྒྲགས་ཞུས་པ་ཡིན་སྲིད་བྱུས་གསལ་བསྒྲགས་ཞུས་པ་དེ་ཡང་བོད་མི་ནི་ག་ཚོད་ཅིག་ཁྱིམ་ཚང་ཁྲི་གཅིག་གི་འཚོ་བའི་གི་ཁེ་ཕན་ཙམ་མ་ཡིན་པ་དང་ཡང་མིན་ན་སྤྱི་ཚོགས་ནང་ལ་ཡང་ཅིག་དཀའ་ངལ་ཡོད་པ་དེའི་དཀའ་ངལ་སེལ་ཐུབ་པ་ཙམ་མ་ཡིན་པའི་གི་རྒྱ་ཆེ་ས་ནས་བསམ་བློ་བཏང་བ་ཡིན་ན་བོད་མི་རིགས་གི་འཐབ་རྩོད་ལ་ཡིན་པའི་ནས་ཞི་བོ་ཅིག་ཕན་རླབས་ཆེན་པོ་ཡོང་གི་ཡོད་པ་ཅིག་དེ་འདྲའི་རྒྱུ་མཚན་བལྟས་རྗེས་ངེད་ཀྱིས་གསལ་བསྒྲགས་ཞུས་པ་ཡིན། གསལ་བསྒྲགས་དེ་ཚོ་གསུམ་གྱི་ཐོག་ནས་རྣམ་པ་ཚོས་ཀྱིས་ཏན་ཏན་རྒྱབ་སྐྱོར་གནང་རོགས་གནང། རྒྱབ་སྐྱོར་གནང་པ་ཡིན་པ་ཡིན་ན་ང་ཚོས་རེ་བ་ཆེན་པོ་ཅིག་གི་ཐོག་ནས་ནུས་པ་ཆེན་པོ་ཅིག་གི་ཐོག་ནས་བོད་མིའི་གྱི་རྩ་དོན་སྒྲུབ་ཐུབ་ཡག་དང་བོད་མིའི་གྱི་བདེ་དོན་སེལ་ཐུབ་ཡག་གི་ཐོག་ནས་ཡང་ང་ཚོས་རེ་བ་རྒྱབ་ཆོག་རེད་བསམ་གྱི་ཡོད། དེ་ཕྱིར་ན།